འདི་ཡི་བརྒྱུད་བཅས་ཞག་ཞེ་བཞི་དགུ་སྐབས་སུ་ཨམ་གཙོས་ཀྱི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པ་ཚོགས་པ་དམིགས་བསལ་གྱིས་དང་ཐིག་གིས་དགོངས་དོན་ཞུས་ཟིན་པ་འདྲ་བཞིན་གཞོན་ནུ་ཚོགས་པའི་གི་ངོས་ནས་ལས་འགུལ་སྤེལ་ཡག་པོ་ཙམ་གནང་གི་འདུག་དམིགས་བསལ་གྱིས་ད་ལྟ་དེ་ལ་ང་རང་ཚོ་གཅིག་ཟས་བཅད་ངོ་རྒོལ་དེ་ཡིན་པ་ཡིན་ན་འདྲ་འདུག་ས་གནས་ས་ཐོག་ལ་ལྡི་ལི་གྱི་ད་ལྟ་རྒྱ་ནག་གི་གཞུང་ས་ཕྱི་ལོགས་ལ་ཡིན་པ་ན་རེད་ངོ་ལོག་ངོ་རྒོལ་བྱས་ད་དེ་ནི་ཕྱི་རྗེས་རེད་ག་བ་ག་ས་ལ་གཞོན་ནུ་ལྷན་ཚོགས་ཀྱི་གཅིག་གཞུང་འབྲེལ་མ་ཡིན་པ་ཚོགས་པ་གཞན་པ་རྣམས་དང་མཉམ་འབྲེལ་གྱི་ཐོག་ནས་ལས་རིགས་མང་དག་ཅིག་སྤེལ་ཏེ་ཡོད་འདུག་དེ་ཚོའི་ཐོག་ལ་ང་ཚོ་མི་མང་གི་ངོས་ནས་མཉམ་ཞུགས་གནང་དགོས་ཡ་མཉམ་ཞུགས་གནང་རྒྱབ་སྐྱོར་གནང་དགོས་ཡ་རྒྱབ་སྐྱོར་གནང། ག་འདྲའི་ཆེད་ཡིན་པ་ཡིན་ན་སོ་སོའི་གི་རྣམ་དཔྱོད་བེད་སྤྱོད་གཏང་ཡ་གི་དུས་ལ་བབ་པ་རེད་ཟེར་ནས་ངས་དེ་ཞུ་ཡ་ཡིན། གལ་སྲིད་དེ་རྣམས་ལ་ལ་མཉམ་ཞུགས་མ་གནང་ངེས་དང་རྒྱབ་སྐྱོར་མ་བྱེད་ངེས་འདོད་ཚོད་ཡིན་ན་ཕངས་པོ་རེད།

ཞྭ་ཕོ་ཁ་ཤས་ཟེར་མཁན་ནི་ཁོང་ལ་འབྲེལ་བ་གྱི་ཞུ་ཡིག་འདི་སོང་ཙང་རྣམ་པ་ཚོས་ཀྱིས་ད་འདྲའི་བྱ་བར་ཟེར་བྱའི་ངོ་བོ་བྱས་བསྡད་ཀྱི་གྲ་སྒྲིག་བྱས་ཏེ་ང་ཚོ་བོད་ཆ་ཁ་དང་མི་རིགས་ཀྱི་ཆེད་དུ་རེད་མ་གཏོགས་བོད་རྣམ་པ་ཚོ་རྒྱུ་ལས་ཁ་ཤས་ཀྱི་ཆེད་དུ་མ་རེད། འདི་སོང་ཙང་ད་ལྟ་ཙམ་མ་ཡིན་པར་མ་འོངས་པར་སོ་སོ་རང་ཉིད་འགྲོ་རྒྱུའི་སྤྱི་འཐུས་ལྷན་ཚོགས་ནང་ལོག་ལ་ཡིན་པ་ཡིན་ན་འདྲ་འདུག་ཕྱི་ལོག་ལ་གོ་སྐབས་ག་བར་བྱས་རག་བ་ཡིན་ན་ང་ཚོ་རྒྱ་ཁ་དང་མི་རིགས་ཀྱི་ཆེད་དུ

ང་མི་ཕྲུག་པོ་དེ་ལ་ཁོ་རང་ཚོས་གོ་སྒྲིག་གནང་ས་རེད་ཅེས་བྱས་སོ་སོའི་ཤེས་རྟོགས་བྱུང་སོང། ཡིན་ནས་འདི་བྱས་ཏེ་ཡག་ཚོགས་པ་མང་པོ་ཞི་བོ་བྱེད་རྒྱུ་མཉམ་རུབ་ཀྱིས་བྱེད་གནང་གི་འདུག་ངའི་བསམ་པ་ལ་དེའི་ཡག་པོ་རེ་ཞིག་རེད་བསམ་སོང། ད་ཞི་བོ་མེད་ཡག་པོ་ཡིན་ནས་འདིའི་ནང་ཐོ་གཞུང་ན་ཡོད་མཁན་ཚང་མ་མཉམ་ཞུགས་གནང་ཐུབ་པ་ཡིན་ན་དངོས་གནས་བྱས་ན་ཡག་པོ་འགྲོ་གི་རེད་ད་དེ་འདྲའི་ག་ཚོད་ཞིག་གནང་ཐུབ་ཡོད་ན་བསམ་མི་ད་ད་ལྟ་བཀའ་ཟུར་བ་བས་བཀའ་མོལ་ཅིག་གནང་ཡོང་དུས་དོགས་པ་བྱེད་བསྡད་ཀྱི་འདུག་ར་བློ་ཕམ་ཅིག་བྱུང་གི་འདུག་བྱས་ཙང། ཚོགས་པའི་གི་ཐུགས་འགན་བཞེས་མཁན་ཚོས་ཀྱི་དགོངས་པ་བཞེས་ཡ་ཞིག་རེད་དེ་མ་གཏོགས། ཚོགས་པ་མང་པོ་ཞུགས་གཅིག་གི་ཚོགས་མི་ཡིན་ཏེ་ངས་ས་གནས་ས་ཐོག་ལ་ག་འོག་ཡོད་མི་སྟེ། སུ་ཚོད་དཔག་ཚོད་ཀྱི་འགན་འཁྱེར་ཕྱིར་ལས་རྒྱུན་ནང་ལ་མཉམ་ཞུགས་སྐད་འབོད་ནང་ལ་མཉམ་ཞུགས་དེ་འདྲའི་བྱེད་མཁན་མང་པོ་ཞུགས་ཐུབ་མོ་འདུག་དེ་ང་ཚོ་ཚང་མས་ཀྱི་སྤྱི་ཚོགས་ནང་ལ་གསལ་བོ་རེད་བསམ་གྱི་འདུག་དེ་ཡིན་ནའི་འགན་འཁྱེར་མཁན་དེ་ཚོའི་གི་ཁོ་རང་ཚོའི་གི་བསམ་བློ་ཏག་ཏག་ཁྲི་འཛིན་གི་བསམ་བློ་ལངས་ཕྱོགས་མཐུན་མ་མཐུན་གི་སྐད་ཆ་བཤད་ཕྱིར་བུ་ཚོ་དོག་པོ་བྱེད་བྱེད་ག་འདྲ་དཔའ་བོ་གཅིག་ལ་ཡང་ང་ཚོས་གི་གུས་བརྩི་འདྲ་དཔའ་བོ་གཅིག་ལ་གར་ཞུ་འོ་རེད་ད་ཐུགས་ཆེ་ཞུ་ཡའི་གོ་སྐབས་ཅི་རེད་ཁོ་རང་གི་དྲན་གསོ་ཞུ་ཡའི་གོ་སྐབས་འདི་ཟེར་ཆོས་ངོ་རྒོལ་ཅིག་ལ་ཡང་མཉམ་ཞུ་བྱེད་ཐུབ་ས་མ་རེད་གསུང་ཡ་དེ་དངོས་གནས་སེམས་པ་སྐྱོ་བོ་ར་ཅིག་རེད་བྱས་ས་དེ་འདྲས་འདྲ་དུས་ངས་དངོས་ནས་འབུལ་འགྱོད་ཞུ་ཐུབ་ཡ་དེ་རྒྱུན་ལྡན་ནས་ངང་དུ་ཚང་མ་གཅིག་སྒྲིལ་དགོས་ཡོད་གཅིག་སྒྲིལ་དགོས་ཡོད་ཅེས་ཚོགས་པ་ཚང་མས་ཅེས་མ་ལབ་པ་ལབ་ཡོང་གི་རེད། དངོས་ཡོད་ཐོག་ནས་བབ་ཡོང་དུས་ག་ཚོད་ཅིག་ང་ཚོ་གཅིག་སྒྲིལ་གནང་ཐུབ་ཀི་འདུག།

ཚབ་བྱེད་ནའང་དེ་ལས་རྒྱུ་མ་རེད་འདི་སོང་ཙང་སོ་སོ་རང་ཉིད་འགྲོ་བྱེད་ཀྱི་བསམ་བློ་ལྟ་བ་དང་དེ་གི་གནས་གཟའ་སྐྲག་གི་གནས་སྟངས་དང་འབྲེལ་བའི་ཐོག་ནས་ཞུ་ཡས་ཅིག་དེ་གི་བྱུང་སོང་དེ་སོང་ཙང་མ་འོངས་པ་ག་ལ་རོགས་ང་རང་ཚོ་འཐབ་རྩོད་དང་འབྲེལ་བའི་གི་ཐོག་ནས་མཐའ་མ་ལས་ཞུ་ཡས་དེ་ག་རང་ཡིན་འཐབ་རྩོད་དང་འབྲེལ་བའི་གི་ཐོག་ནས་ང་ཚོ་ལས་ཁུངས་ལས་གུས་ཆེ་ཆུང་གང་འདྲས་བྱས་ན་ཡང